ལགས་སོ། ཨ་ནི། ད་རིང་ཐད་གཏོང་ཟེར་མཁན་ཚང་མ་ལོ་ལ། ཨ་ནི་འཚམས་འདྲི་བཀྲ་ཤིས་ལེགས་ཞུ་ཡིན། ད་ད་རིང་གི་ཉིད་ཀྱི་ཐད་གཏོང་ལ་ཡོང་ཡུལ་གྱི་བརྗོད་གཞིའི་འགྲོ་བ་འདི། ད་ད་ད་ཁ་ཚང་ཉེ་བཅར། ཁ་ཚང་ས་པན་པོ་ཉི་མ་ལ། ད་ད་ཝ་ཤིང་ཏོན་ཏྲི་སི་ལ་ད་ད། མ་འོངས་བོད་ཀྱི་མདུན་ལམ་ལ་ནི་ཨ་ནི་ད་ད་བགྲོ་གླེང་ཞིག་ཏུ་གོ་སྒྲིག་གནང་ཡོད་རེད། འོ་འདི་གི་ཐོག་ལ་ནི་སོ་སོ་གི་བསམ་ཚུལ་ཞུས་ན་བསམ་སོང། རྩ་བའི་སོ་སོར་འགྲོ་ཅེས་པས་ན་ད་ལྟའི་གི་མ་འོངས་བོད་ཀྱི་མདུན་ལམ་གྱི་གོ་སྒྲིག་ཚོགས་ཆུང་རྣམ་པ་ཚོ་ལ་ནི་ད་ལྟའི་གི་བགྲོ་གླེང་གོ་སྒྲིག་གནང་བ་འདི་ལ་ཐེངས་མ་དང་པོ་ཆགས་ཀྱི་འདུག། སྟེང་དུ་བརྩམས་པ་ལ་དེ་ལ་དམིགས་བསལ་གྱི་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བའི་དང། ཐོག་མའི་འཆར་གཞི་ཆེ་བ་ཡིན་ན་སོ་སོར་རོ་ཡིན་ན་མཉམ་ཞུགས་བྱེད་ཕྱིར་བོར་དུ་བསམ་པའི་ཚོར་བ་ལྡན་པ་ཡོད། ཡིན་པ་ཡིན་ན་ཡོད་ད་ག་ལ་འགྲོ་དྲ་རྒྱའི་ཁྱོན་ནི་སོ་སོ་ལ་ད་ལྟ་ལན་འབྱོར་ཡོད་དེ། ཨ་རིའི་ས་ཕུའུ་ཞོ་ཀེ་མ་ཞིག་ང་ལན་འབྱོར་མ་སོང། དེའི་འདུག་ཐབས་ས་པ་སངས་དཔལ་འབར་ལ་ནི་ཚོགས་འདུ་ཁོ་རང། རླུང་ཞེས་བྱ་ཡི་ཡོད་རོ། དེ་ཡིན་དུ་དུས་དུས་ཐུང་ཐུང་ཅིག་ལངས་ལ་ལྟ། ཅིག། དེ་འབྲེལ་གྱི་གནས་སྟངས་ཅིག་གི་ཐོག་ནས་ཨ་ནི་སོ་སོར་འགྲོ་བས་ན་མཉམ་ཞུགས་བྱེད་འདོད་ཡོད་བ་ཡིན་ནའི་ད་དུས་ཚོད་ཀྱི་རྐྱེན་པས་ཨ་ནི་འདུག་ཞེས་མཉམ་ཞུགས་བྱེད་ཅི་ཐུབ་མ་སོང། ཞེས་དང། ཨ་ནི་གོ་སྒྲིག་ཚོགས་ཆུང་སོགས་ལས་མེད་ནས། ཨ་ནེ་ཡིག་ལན་འདུག། གནང་བ་འདི་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡི་ཡིན། གོ་སྒྲིག་རྣམ་པ་ཚོས་ཚང་མར་མཁྱེན་རྟོགས་བྱས་ཏེ་ཡིན། རྩ་བའི་དང་བདག་སོ་སོ་གི་ཡིན་པ་ཡིན་ན་ད་འདིའི་ནང་ལ་ཨན་གཏམ་བཤད་གནང་མཁན་གྱི་བརྒྱུད་རིམ་གྱི་ཐོག་ནས་ཞུ་བ་ཡིན་ན་ཨན་ཚང་མས་གི་ངོ་ནས་བཀའ་སློབ་དེ་ཚོ་ཧང་སང་གི་ཡག་པོ་གསུང་གནང་གི་འདུག་ཨན་བཀའ་སློབ་གཏམ་བཤད་གནང་མཁན་ཚང་མ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡོད་ན་དམིགས་བསལ་གྱི་འདིའི་ནང་ལ་ཞུ་མཁན། ཁ་ཤས་ཤིག་ཡོད་དེ་བ་རེད་ཤག་ཏག་འདི་ཚོ་ལ་མིང་བཏགས་པ་ནས་ཐུགས་རྗེ་ཆེ་ཞུ་ཡས་ཡིན་དེ་འདྲས་ཀྱི་ཏང་ནང་བོད་ཀྱི་མདུན་ལམ་གྱི་བགྲོ་གླེང་ནང་འདུག་ཕལ་ཆེར་མཉམ་ཞུགས་བྱས་ཏེ་དངོས་གནས་སོ་སོ་རོགས་བཞིན་ན་རྩ་ཆེན་པོ་རོགས་བཞིན་མཐོང་ཐུབ་ཀྱི་ཡོད་ཁ་ཅིག་ལ་ན་ད་ལྟའི་ང་རང་ཚོ་གི་བཙན་བྱོལ་སྒྲིག་འཛུགས་ཀྱི་གནས་བབ་དང་ཨ་ནེ་ང་རང་ཚོ་བའི་བཙན་བྱོལ་གྱི་གནས་བབ་ལ་གཅིག་སྤེལ་བ་ཡིན་པས་ན་ཨ་ནེ་ང་རང་ཚོ་མ་འོངས་བོད་ཀྱི་གནས་སྟངས་དེ་ག་འདྲས་ཤིག་ཆགས་ཡོང་བསམ་པའི་གི་རྔམ་སྐྲག་ཡོད་དེ་གི་གནས་སྟངས་གཅིག་རང་བཞིན་ཆགས་ཀྱི་ཡོད་རེད་དེ་འདྲས་གི་དུས་ཚོད་ཅིག་ལ་ཨ་ནེ་ཁོང་རྣམ་པ་ཚོས་གི་འདུག་མ་འོངས་བོད་ཀྱི་མདུན་ལམ་ལ་ནི་ཨ་ནེ། བགྲོ་གླེང་གོ་སྒྲིག་གནང་བ་དེ་ལ་སོ་སོས་ན་ཡག་པོ་རེད་བསམ་ནས་ཡག་པོ་འགྲོ་སོང་སོང། ད་ཡིན་པ་ཡིན་ནས་ད་གོང་དུ་གཏམ་བཤད་གནང་མཁན་ཚང་མ་ལོག་དེ་ད་གནས་ཡོད་མི་སྣ་རྐྱང་རྐྱང་ཆགས་ཅིག་ཡོད་རེད་ང་རང་ཚོ་གི་ད་བོད་མི་སྒྲིག་འཛུགས་ནང་ཕྱག་ལས་གནང་མྱོང་མཁན་དང་ཨ་ནི་ད་གང་ཅན་དེ་འདྲ་རྐྱང་རྐྱང་ཡིན་པ་ཡིན་དུས་ཨ་ནི་ཁོ་རང་ཚོ་གི་བཀའ་མོལ་འདི་ཚོ་གི་ཉན་པའི་བརྒྱུད་རིམ་ལ་བལྟས་འོང་དུས་བརྩམས་པ་ལ། ཨ་ནི་སྒོ་ལ་བཞུགས་མཁན་གྱི་མཛད་གཙོ་རྣམ་པ་ཚོས་ཀྱིས་བཀའ་མོལ་གསུང་བ་འདི་ག་དུས་ཡིན་ནའི་ད་ཅིག་ག་ལོག་རེད། དངོས་ཡོད་ཅིག་ག་ལོག་རེད། བབ་བརླིང་བརྟན་གསུམ་སྒྲོག་ཅིག་ར་བབ་བརླིང། དགྲ་ཆགས་པོ་སྒྲོག་ཅིག་དང་གཉེན་པོ་སྒྲོག་ཅིག་ཡོང་སྡིག་གི་ཡོད་རེད་ད་འདི་ང་རང་ཚོ་ཚང་མས་ཀྱིས་ད་ཁྱེད་ཚོའི་རེད་ཡིན་པ་ཡིན་ནའི་ད་སོ་སོ་སྒྲོག་ང་སྒྲོག་ཅིག་ཡིན་ནའི་ད་མི་མང་དཀྱུས་མ་མི་ཕལ་པ་ཅིག་ཡིན་པ་ཡིན་དུས། དེའི་གིས་ཡང་མོའོ་བོད་ཀྱི་མདུན་ལམ་སྒང་ལ་བསམ་བློ་བཏང་སྟངས་ཅིག་བལྟ་བ་ཡིན་པ་ཡིན་ན་འདི་ཡང། གཅིག། སྐད་ཆ་བཤད་སྟངས་ལ་ཕལ་ཆེར་གནས་སྟངས་ཁག་ཁག་འགྲོ་བ་ཅིག་ཆགས་ཀྱི་རེད་བསམ་པའི་གི་ཚོར་སྣང་ཡོང་གི་འདུག་སོ་སོ་འགྲོ་བ་ཅིག་ན་དེ་འདྲའི་བསམ་བསྡད་ཀྱི་འདུག་དེ་བཞིན་ད་རིང་ཐད་གཏོང་བརྒྱུད་ནས་ཡང་གཅིག་མ་འོངས་བོད་ཀྱི་མདུན་ལམ་གྱི་ཨ་ནི་བགྲོ་གླེང་འདི་ཚགས་ཚར་བ་རེད་དེ་སོ་སོས་མཉམ་ཞུགས་བྱས་ར་ཡང་མ་བསྡད་མ་འོངས་པ་ཡང་ད་ཡུ་རོབ་དང་དེ་འདྲའི་ལ་ས་གནས་མང་པོ་ཅིག་ལ་འཚོ་བའི་གི། ཁོ་རང་ཚོ་གོང་པ་ལ་ཡོད་པ་ཡིན་དུས་ཨ་འདི་འདྲའི་ཐོག་ལ་ཡང་གནད་དོན་དེའི་རིགས་འདི་གླེང་བ་ཡིན་པ་ཡིན་ན་གཅིག་ང་རང་ཚོ་སྤྱི་ཚོགས་རང་ལོ་ལ་གཅིག་ཕན་ཐོགས་མ་ཡོང་བསམ་པའི་ཐོག་ནས་སོ་སོ་གིས་ད་རིང་ཚིག་ཁ་ཤས་ཅིག་ཞུ་འདོད་བྱུང་སོང། དེ་ཡིན་དུས་ད་ང་རང་ཚོ་མ་འོངས་བོད་ཀྱི་མདུན་ལམ་ས་ནས་ཅིག་གི་ཐོག་ནས་ད་ཁ་སང་བགྲོ་གླེང་བྱུང་རེད་ཨ་འདི་འདྲའི་གི་མདུན་ལམ་ཚོའི་གི་གནས་སྟངས་ཅིག་གི་ཐོག་ནས་ཨ་རེ་གོ་བསྡུར་གནང་ཡོད་རེད། ཡིན་པ་ཡིན་ནས་ད་ང་རང་ཚོ་གི་དེ་འགྲིག་གི་བུ་མོ་བོད་ཀྱི་བསྡུར་ལམ་ཅིག་བྱེད་དགོས་ཀྱི་ཡོད་ཡིན་ན་ཨ་ནི་ང་རང་ཚོ་གི་ད་ལྟའི་ང་རང་ཚོ་གི་གནས་སྟངས་འདི་འགོ་ཚུགས་དགོས་དེ་མཁྱེན་དགོས་དེ་དཔེ་གལ་ཆེན་པོ་རེད་བསམ་གྱི་ཡོད། དེའི་དུས་ཙམ་པར་ད་ད་ལྟའི་ང་རང་ཚོ་གི་གནས་སྟངས་མཁྱེན་དགོས་ཡིན་ན་ང་རང་ཚོ་གི་མོ་བོད་ཀྱི་བསྡུར་ལམ་མཚན་ལ་མེད་དུ་མི་རུང་བ་དང་ཨ་ནི་གཅིག་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་ང་རང་ཚོ་བཙན་བྱོལ་བོད་མི་སྒྲིག་འཛུགས་འདི་ཆགས་འདུག་ཡོད་རེད། སོ་སོ་རང་བཞིན་འདི་འདྲ་ཞིག་མཐོང་གི་ཡོད། གྲིབ་གཟུགས་འདིས་ཀྱིས་རྐྱེན་པས་ང་རང་ཚོ་བཙན་བྱོལ་ལུང་པ་ལ་མི་ལོ་དྲུག་ཅུ་ལྷག་ཞིག་རིང། ཕྱི་ཡི་རྒྱལ་ཁབ་ཡུལ་གྲུ་མང་པོ་ཅིག་ལ་འདུག་ས་འཁྱར་བསྡད་པ་ཡིན་པ་ཡིན། ཨཱ་ནི་ང་རང་ཚོ་བོད་པ་ཚོ་ཚུར་རུག་རུག་བྱས་ནས་ད་ལྟ་ཡོད་བསྡད་དེ། ཨཱ་ནི་ང་རང་ཚོ་བཙན་བྱོལ་བོད་མིའི་གྲིབ་གཟུགས་འདི་ཀྱི་ཐུགས་རྗེ་བཀའ་དྲིན་དང་གོང་ས་མཆོག་གི་ཐུགས་རྗེ་བཀའ་དྲིན་ཉག་གཅིག་ལས་གཏད་ཆེད། ཁོང་ཚོ་ཆུ་བཙུགས་ཤིང་གྲི་བཙུགས་འདི་ཡི་གི། འོག་ལ་ཡོད་པའི་གནས་སྟངས་གཅིག་གི་ཐོག་ནས། ཨ་ང་རང་ཚོ་འདུག་ས་ད་ལྟ་བར་དུ་མཉམ་དུ་འདུག་ས་གནས་དེའི་གཅིག་གནས་སྟངས་གཅིག་འདི་འདྲ་ཆགས་སྡོད་རེད། ཡིན་པ་ཡིན་ནའི་མི་ལོ་དྲུག་ཅུ་ནང་ལོགས་ལ་ཨ་ང་རང་ཚོ་གི། གྲི་བཙུགས་བཙུགས་དགོས་ཡས་ཀྱི་དམིགས་ཡུལ་དང་གོ་བ་རྒྱུ་མཚན། དེ་ཚོ། གཞི་བཟུང་གི་ཐོག་ནས་ཨ་ད་ལྟ་ང་རང་ཚོ་གི་གནས་སྟངས་འདི་ཏག་ཏག་དེ་འདུག་དང་མི་འདུག་ས་ནས་དགོངས་པ་ཞིག་ཕྱི་མིག་ཤིག་བལྟ་བའམ་པས་ན། ང་རང་ཚོ་གི་གནས་སྟངས་འདི་ལ་འགྱུར་བ་ཆེན་པོ་ཞིག་ཡོད་ཅེས་སོ་སོས་ནི་མཐོང་ཐོས་ཀྱི་ཡོད། ཐོག་མའི་སྒྲིག་འཛུགས་བཙུགས་དགོས་དམིགས་ཡུལ་འདི་ང་རང་ཚོ་གི་བོད་དོན་བོད་པའི་རྩ་དོན་འཐབ་རྩོད་ཀྱི་ཆེད་དུ་བཙུགས་བཞག་གི་སྒྲིག་འཛུགས་ཆགས་ཀྱི་ཡོད་རེད། ད་མི་ལོ་དྲུག་ཅུ་ནང་ལོགས་ལ་ང་རང་ཚོ་སྒྲིག་འཛུགས་འདི་ག་ལ་ག་ཙམ་ཅིག་གི་ཚགས་ཚུད་པོ་འགྲོ་ཅིག་ཡོད་རེད་དེ་ཡིན་པ་ཡིན་ནའི། སྒྲིག་འཛུགས་འདི་གི་འོག་ལ་ཕྱག་ལས་གནང་མཁན་གྱི་བརྒྱུད་རིམ་རེད་ད་མི་མང་གི་ནང་ལོགས་རེད། དེ་འབྲེལ་གྱི་གནས་སྟངས་ཅིག་ལ་བལྟས་འོང་འདུག་ག་ལ། ཨ་ནི་ང་རང་ཚོ་གི་ད་ལྟའི་བཙན་བྱོལ་སྒྲིག་འཛུགས་འདི། གཅིག་རྩ་དོན་འཐབ་རྩོད་ལས། བར་དོར་བྱས། ཨ་ནི་ང་རང་ཚོའི་དབང་ཆ་འཐབ་རྩོད་དང། ཨ་ནི་ཐོབ་ཐང་བརྩོན་ལེན་བྱེད་སའི་གི་སྒྲིག་འཛུགས་ཅིག་ཡིན་པ་ནང་བཞིན་ལུང་པ་ཡོད་པའི་རྒྱལ་ཁབ་ཅིག་གི་སྒྲིག་འཛུགས་ཅིག་ཡིན་པ་ནང་བཞིན་གྱི་སྣང་བ་ཅིག་གི་ཐོག་ནས། ཨ་ནི་ང་རང་ཚོ་གི་སྒྲིག་འཛུགས་དེ་དེ་ཉམས་ཆག་འགྲོ་བདེ་བའི་རྩ་དོན་ཐོག་ལ་ཉམས་ཆག་འགྲོ་བདེ་བའི་གནས་སྟངས་གཅིག་ད་ང་རང་ཚོ་ཚང་མས་ཀྱི་མཐོང་བདེ་དེ་ཆགས་ཀྱི་ཡོད་རེད། དེའི་འདུག་ས་པ་ལ་ང་རང་ཚོ་མ་འོངས་བོད་ཀྱི་མདུན་ལམ་དེ་ཕྱེ་དགོས་ཀྱི་ཡོད་ན་མདུན་ལམ་ཡག་པོ་ཞིག་མཐོང་དགོས་ཀྱི་ཡོད་ཡིན་ན། ང་རང་ཚོ་སྒྲིག་འཛུགས་འདི་ས་སྟེང་ཡོང་དགོས་ཀྱི་ཡོད་རེད། སྒྲིག་འཛུགས་འདི་ས་སྟེང་ཡོང་བ་བྱས་པ་ལ་ཨ་ནི་སྒྲིག་འཛུགས་ནང་ལོགས་ལ་ཕྱག་ལས་གནང་མཁན་ཚོ་གིས་ཨ་ནི་སྒྲིག་འཛུགས་འདི་བཙུགས་དགོས་ཀྱི་དམིགས་ཡུལ་གོ་བ་རྒྱུ་མཚན་འདི་ཚོ་གཞི་ལ་བཞག་པའི་ཐོག་ནས་ཕྱག་ལས་གནང་དགོས་ཏེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་ཡིན་དུས་ད་ལྟའི་མ་འོངས་མདུན་ལམ་གྱི་གོ་སྒྲིག་བགྲོ་གླེང་གོ་སྒྲིག་གནང་མཁན་ཚོའི་མན་ངག་ད་མང་ཆེ་བ་གཅིག་ཨ་ནི་བོད་མིའི་སྒྲིག་འཛུགས་ནང་ཕྱག་ལས་གནང་མྱོང་མཁན་དང་ཉམས་མྱོང་ཡོད་མཁན་རྐྱང་རྐྱང་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས་པ་ལ་དེ་ཚོ་གིས། མ་འོངས་པར་ང་རང་ཚོ་སྒྲིག་འཛུགས་ནང་ལོགས་ལ་ཅིག་དཀའ་ངལ་འཕྲད་ཀྱི་ཡོད་ན་བའི་འཐུས་ཤོར་འགྲོ་གི་ཡོད་བ་ནི་འདི་ཚོ་སྐབས་ལ་ང་རང་ཚོ་གི་ད་ལྟའི་གི་མ་འོངས་མདུན་ལམ་གི་གོ་སྒྲིག་ཚོགས་ཆུང་ནང་ཡོད་བ་ཚོ་གི་རྐང་འགན་འཁྱེར་བའི་ཐོག་ནས་དངོས་ནི་ཕྱི་གསལ་ནང་གསལ་དན་པ་དན་ཤག་གི་ཐོག་ནས་ཨ་ནི་ཅིག་ལམ་སྟོན་བྱེད་དགོས་ཀྱི་ཡོད་ན་འདྲ། ཨ་འདི་ག་ལ། ཁ་ལོག་རེད། སྒྲིག་འཛུགས་དེ། ཅིག་ལམ་ཁ་ནོར་བ་ཅིག་ལ་མ་འགྲོ་བའི་ཚོད་ལ་ཨ་ནི་སྲུང་སྐྱོབ་ཀྱི་ཆེད་དུ་ཨ་མདུན་ལ་དང་པོ་ཁོ་རང་ཚོ་དོན་དགོས་ཡོད་ཀྱི་གནས་སྟངས་ཅིག་ནི་མཐོང་ཆགས་ཀྱི་རེད་འགྲོ་དྲན་གྱི་འདུག་དེ་འདྲས་ཀྱི་སོ་སོ་གྱི་ད་ག་ལ་འོ་རེད། ཅིག་འདུན་པ་དང་དམིགས་ཡུལ་དེ་འདྲས་ཅིག་ཡོད་བ་ཡིན་པ་ཡིན་ན་ཨ་ནི་ད་ལྟའི་གི་མ་འོངས་བོད་ཀྱི་མདུན་ལམ་ལ་ཡང་དེ་གི་བགྲོ་གླེང་གོ་སྒྲིག་གནང་བ་ནང་བཞིན་གྱི། ཨ་ནི་དམིགས་ཡུལ་ད་ག་རང་བཅང་བའི་ཐོག་ནས་ཕྱག་ལས་གནང་བ་ཡིན་པ་ཡིན་ན་ཨ་ནི་དེ་གི་སྟེ་དེའི་རྗེས་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་རེད་ཨ་ནི་ང་རང་ཚོ་གི་འཐབ་རྩོད་ལ་ནུས་པ་ཐོན་པའི་གི་བྱེད་གི་གྲུབ་འབྲས་ཤིག་སྨིན་ཐུབ་གི་རེད་བསམ་གི་འདུག་འདི་མ་གཏོགས་ཨ་ནི་ད་རི་ག་ཙམ་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ཨ་ནི་མགོ་ལ་དེད་མཁན་ཚོ་གི་ཨ་ནི་སྐད་ཆ་སྙན་པོ་སྒྲོག་ཅི་བྱེད། ཨ་ནི་ཅིག། ཨ་ནི། ཕྱག་ལས་གནང་སྟངས་འདི་ཨ་ནི་བེད་དམ་རྐྱེན་གི་ཐོག་ནས་ཕྱག་ལས་གནང་ནས་འགྲོ་བདེ་བ་ཡིན་ན། འདི་གིས་ང་རང་ཚོ་གི་སྤྱི་ཚོགས་ལ་ཕན་ཡས་ལས་ཚབ་ཨ་གནོད་ཆགས་འདུག་ཡོད་རོ་ཆགས་འདུག་ཡོད་དོ། དེ་ཡིན་དུས་སོ་སོ་འགྲོ་བོ་ཅིག་ཡིན་པ་ཡིན་ན་ད་འདས་པའི་མི་ལོ་དྲུག་ཅུ་ལྷག་ནང་ལོགས་ལ་ང་རང་ཚོ་གྲིག་འཛུགས་ཅིག་ཡོད་བསྡད་ཀྱི་ཡོད་རེད་དེ་ཡིན་པ་ཡིན་ནའི་གྲིག་འཛུགས་འདི་དང་ཕུད་པའི་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཞིག་བཅུ་ཡོད་རེད། ད་ལྟ་བར་དུ་མི་ལོ་དྲུག་ཅུ་ནང་ལོགས་ལ་ང་རང་ཚོ་གི་ད་གནས་སྟངས་ཅིག་བལྟས་བ་ཡིན་པ་ཡིན་ན་གཞུང་འབྲེལ་མ་ཡིན་པའི་ཚོགས་པ་ག་ཚོད་གཞོན་ནུ་བུད་མེད་ཨཱ་ནི། ད་དབུས་གཙང་ཆོ་ག་མདོ་སྟོད་ཆོ་ག་གདོད་མའི་ཆོ་ག། ཨཱ་ནི། ད་འདི་འོག་ལ་ད་མང་པོ་བརྗོད་རོགས་ད། ཚོགས་པ་སྐྱིད་སྡུག་ཁག་ད་མང་པོ་བརྗོད། བྲིག་ཚོགས་འདི་གི་འོག་ལ་ཡོད་ཚོགས་པ་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་འདུས་འཛིན་བྱོས་ཏེ་ཚོགས་པ་འདི་རིགས་བཙུགས་བྱས། ད་ལྟ་བར་དུ་མི་ལོ་དྲུག་ཅུ་ནང་ལ་བོད་སྤྱི་བ་ལ་འདི་ཚོགས་པ་འདི་བཙུགས་བྱས་ང་རང་ཚོ་ལ་ཕན་ཐོགས་བྱུང་འདུག་ད། འདི་ཡིས་བཙུགས་པའི་གྲིབ་གཟུགས་དེ་བཙུགས་རིགས་ཀྱིས་ང་རང་ཚོའི་སྤྱི་ཚོགས་ལ་གནོད་སྐྱེལ་འདུག་དེ་ཚོ་ང་ཚོ་གོང་པོ་ཞེས་གཅིག་ཆགས་ཀྱི་འདུག་བསམ་གྱི་འདུག་ད་ནས་འདི་བརྒྱུད་ནས་མ་འོངས་པར་ང་རང་ཚོ་བོད་ཀྱི་མདུན་ལམ་ཡག་པོ་ཅིག་ཕྱེ་དགོས་གལ་ན། དེ་ཡིན་དུས་ཙམ་པོ་ལ་ང་རང་ཚོ་གི་ཚོགས་པ་འདི་གིས་དེ་མེད་བར་བྱེད། ད་ང་རང་ཚོས་འཐབ་རྩོད་ཀྱི་ཆེད་དུ་ཆབ་སྲིད་ཀྱི་ཚོགས་པ་དཔེར་ན་ཆ་ས་བོད་ཀྱི་གཞོན་ནུ་ལྷན་ཚོགས་དང་བོད་མི་སྒྲིག་འཛུགས་ད་བོད་མི་སྒྲིག་འཛུགས་ཀྱི་སྲིད་ཇུས་འདི་དབུ་མའི་ལམ་རེད་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གྲོས་འགོ་ཅིག་ཡིན་པ་ཡིན་ན་ད་ད་ལྟ་བོད་དུ་ཡོད་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ནང་ནས་ད་ཡག་ཤོག་འགྲོ་སྟེ་བོད་ཀྱི་གཞོན་ནུ་ལྷན་ཚོགས་ཆགས་ཀྱི་ཡོད་རེད་དེ་ཡིན་དུས་ཙམ་པ་ལ་ད་འདི་གཉིས་གཅིག་པོ་མ་ཤེས་ཚོགས་པ་གཞན་པ་མེད་པ་ཡིན་ན་ང་རང་ཚོ་བོད་མི་ཚང་མས་ཀྱི་ནུས་པ་སྤུངས་ས་དེ་སྒྲིག་འཛུགས་ལ་སྤུངས་ཀྱི་ཡོད་སྤུངས་ཐུབ་ཡས་ཅིག་དང་ཨ་ནི་ང་རང་ཚོ་གི་བོད་པ་ནང་ལུགས་ལ་ཆུང་ཙག་ཆུང་ཙག་གི་དབང་ཆ་འཐབ་རྩོད་དང་ཨ་ནི་ཁ་ལོ་བ་རེད་ད། ཐོབ་ཐང་གི་འཐབ་རྩོད་དེ་ཡིན་པ་ནི་མེད་པ་ཆགས་བྲོས། དེ་ཡིན་དུས་ཙམ་པ་ལ་འདི་འདྲིས་ཀྱི་གནས་སྟངས་ཐོག་ནས་ང་རང་ཚོ་མ་འོངས་པར་བོད་ཀྱི་མདུན་ལམ་དེ་ཡག་པོ་བཟོ་དགོས་ཀྱི་ན་ཚོགས་པ་མང་པོ་ཚུགས་ཡས་དེ་གིས་ང་རང་ཚོ་འཐབ་རྩོད་ལ་ཤུགས་ཆེན་པོ་ཅིག་གནོད་སྐྱེལ་བདེ་བ་འགྲོ་ཅེས་ད་སོ་སོ་ཡིན་ན་ད་ལྟ་བར་དུ་གི་ད་དོ་སྣང་ཆེ་བའི་བརྒྱུད་རིམ་ལ་དེ་འདྲས་ཅིག་མཐོང་བསྡད་ཀྱི་འདུག་དེ་ཡིན་དུས་ཙམ་པ་ལ་ད་ལྟའི་གི་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་ཡོད་དེ་གི་ཚོགས་པ་མང་པོ་དེ་ག་འདྲས་འགྲོ་ཆགས་ཀྱི་འདུག་ལ་ན་ཚོགས་པ་དེའི་ནང་ལོགས་ལ་འཛུལ་བྱས། ཨ་ནི་མི་རེ་ཟུང་གིས་ཨ་ནི་འདི་ཚོགས་པ་འདི་བེད་སྤྱོད་བཏང་རྗེས། ཨ་ནི་སོ་སོ་གི་རྐུབ་བཀྱག། སྒྲིག་འཛུགས་ནང་རྐུབ་བཀྱག། འཐབ་རྩོད་ཀྱི་ཐོག་ལ་ཡར་སླེབས་པའི་བསམ་བློ་བཏང་ཨ་ནི་ཡར་སླེབས་ཚར་བའི་རྗེས་ལ་ཨ་ནི་དམིགས་ཡུལ་འདི་ཡག་པོ་མེད་བ་ཡིན་དུས་ད་ངོ་མ་ཐོག་མ་ནས་རང་ནས་ཡར་ལངས་ཡས་ཀྱི་དམིགས་ཡུལ་འདི་ཡག་པོ་མེད་བ་ཡིན་དུས་ཨ་ནི་འདིའི་གི་ལས་ཀ་འདི་ཡག་པོ་ཡོང་ངེས་མེད་བ་འདི་ད་གསལ་བོ་གསལ་རྐྱང་ར། དེ་ཡིན་དུས་འདི་ཚོ་བྲིས་ཡིན་པས་ངས་ད་གནད་འགག་ཆེན་པོ་ཆེ། ང་རང་ཚོ་མ་འོངས་ཀྱི་བོད་ཀྱི་མདུན་ལམ་གྱི་ཚེ་གོ་གི་ཡོད་ན་འདི་ཚོ་བྲིས་ཡིན་པས་ངས་ཞིབ་འཇུག་བྱེད་ཅེས་ང་རང་ཚོ་གི་ཚོགས་པ་འདི་ཚོ་གོ་གི་འདུག་དང་མི་འདུག་གོ་བའི་ཚོགས་པ་འདི་ཚོ་རིགས་བཞག་ཡས་དང་མ་གོ་བའི་ཚོགས་པ་རིགས་འདི་ཚོ་ཨ་ལི་སྒྲིག་འཛུགས་དང་མི་མང་ངོས་ནས་ཁོ་རང་འདི་ཚོ་ལ་ངོ་ལེན་མེད་བ་བཅས་མ་གུ་དང་བླངས་ཚོར་རང་བཞིན་གྱིས་གོ་རྒྱ་ཡས་ཀྱི་གནས་སྟངས་ཀྱི་བཟོས་བ་ཡིན་པས་ན།

སྒོ་ལ་ཞུགས་ཀྱིན་མཛད་གཙོ་རྣམ་པ་ནི་གཙོས་ཆེ་བ་ང་རང་ཚོ་མི་མང་དཀྱུས་མ་ཡན་ཆད་ནས་ངོ་ནས། ང་རང་ཚོ་བོད་སྤྱི་བའི་ཀྱི་གནད་དོན་གང་ལ་ཐུག་འདུག་ང་རང་ཚོ་དན་པ་གང་ལ་འགྲོ་ཐུབ་དགོས་དེ་ཤིན་ཏུ་གལ་ཆེན་པོ་རེད་བསམ་གྱི་འདུག་དེ་ཡིན་དུ། སྤྱི་ཚོགས་ཅིག་གི་ནང་ལོགས་ལ་གནས་ཚུལ་བཟང་ངན་ག་རེ་ཡིན་ན་ཡོང་སྲིད་ཀྱི་རེད་ཡིན་པ་ཡིན་ན་དེ་འདྲིས་ཀྱི་གནས་ཚུལ་ཡོང་བའི་སྐབས་ལ། ཅིག་སོ་སོ་ཀྱི་ཕྱོགས་ལྷུང་དང། ཞེན་ཁོག་དང་འདི་འདྲས་ཀྱི་དབང་དུ་མ་སོང་བ་བྱས་ནས། དངོས་ཡོད་གནས་ཚུལ་དེ་འབའ་དེ་འདུག་གི་ཐོག་ལ་ཨ་ནི་དགོངས་པ་བཞེས་བའི་ཐོག་ནས་ཨ་ནི། རྒྱབ་སྐྱོར་བྱས་ནས་འགྲོ་ཐུབ་པ་ཡིན་པ་ཡིན་ན། ང་རང་ཚོ་གི། འཐབ་རྩོད་ཡིན་པ་ཡིན་ནས་དེ་འབའི་འཐབ་རྩོད་རེད་ལ། ཨ་ནི་ང་རང་ཚོ་སྒྲིག་འཛུགས་ཡིན་པ་ཡིན་ནས་ས་སྟེང་ཡོད་ལ། དེ་འདྲས་ཀྱི་དགེ་མཚན་ཆེན་པོ་ཡོང་གི་རེད་བསམ་པ་རེད། སོ་སོ་ཡོད་ན་དེ་འདྲས་ཚོར་གི་ཡོད། དེ་ཡིན་དུས་བསམ་པ། ང་རང་ཚོ་གི་འཐབ་རྩོད་འདི་བདེན་པའི་འཐབ་རྩོད་ཡིན་བདེན་པ་ལ་སྟོབས་ཤུགས་ཡོད་རེད་ང་ཚོ་ལ་བདེན་པ་ཡོད་ཟེར་ནས་ང་ཚོ་བཤད་བསྡད་ཀྱི་ཡོད་རེད་དེ་ཡིན་ནས་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ། ཨ་ནི་བདེན་པ་མ་ཡིན་པ་ལ་ཨ་ནི། རྒྱལ་ཁ་ཐོབ་འགྲོ་ཡ་འགྲོ་བ་དང། ཨ་ནི་བདེན་པ་མ་ཡིན་པའི་གནས་ཚུལ་འདི་ཚོ་ལ་ཨ་ནི། མི་མང་ཚོ་རྒྱབ་སྐྱོར་བྱེད་འགྲོ་བསྡད་ཀྱི་གནས་སྟངས་དེ་ཆགས་ཡོད་པ་ཡིན་ན། ཨ་ནི་འདི་ཚོ་དེ་ཧང་སང་གི་ཐབས་ཀྱི་འོག་རང་བཞིན་གྱིས་ཆགས་འདུག་གི་རོ། ཨ་ནི་འདི་འདྲས་ཀྱི་གནས་སྟངས་ཅིག་ལ་ཕྱིན་པ་ཡིན་ན་ང་རང་ཚོའི་སྒྲིག་འཛུགས་འདི་ཁོ་རང། ཨ་ནི་འབོ་ལུག་སྒྲོལ་གྱི་ནམ་ཞིག་འབོ་ལུག་སྒྲོལ་གྱི་གནས་སྟངས་ཅིག་ཆགས་མ་སྲིད་པ་ཁས་མ་རེད་དོ། དེ་འདུག་འདི་ཚོ་དེ་ང་རང་ཚོ་འཐབ་རྩོད་ངོ་བོ་ལ་བསམ་བློ་བཏང་བའི་ཐོག་ནས་ང་རང་ཚོ་རྨང་གཞི་གི་ང་རང་ཚོ་མི་དམངས་ཚོ་ཡིན་པ་ཡིན་ནས་བདེན་པ་གང་ལ་འགྲོ་ཐུབ་ཡོད་དང་བདེན་པ་ལ་རྒྱབ་སྐྱོར་བྱེད་དགོས་ཡོད་དང། དེ་ཚོ་དེ་འདི་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་འདི་ཡིན་དུས་བརྩམས་པ་ལ་ད་སྒྲིག་འཛུགས་གསར་བཏིང་ཡོང་ཡས་ལ་ང་རང་ཚོ། སྒོ་ལ་ཞུགས་མཁན་གཙོ་བོ་འགན་འཁྱེར་མཁན་གཙོ་བོ་བྱས་པའི་ཐོག་ནས་ང་རང་ཚོ་མི་མང་ཚང་མ་ལོ་བའི་དངོས་གནས་ཁོ་རང་བོད་སྤྱི་བའི་རྩ་དོན་རང་ལ་དགོངས་པ་ཆེ་བའི་ཐོག་ནས་ཕྱག་ལས་གནང་བ་ཡིན་པ་ཡིན་ན་བོད་སྤྱི་བའི་རྩ་དོན་རང་གི་བསམ་བློའི་ཐོག་ནས་སྐད་ཆ་བཤད་པ་ཡིན་ན་བོད་སྤྱི་བའི་རྩ་དོན་རང་ལ་བསམ་བློ་བཏང་བའི་ཐོག་ནས་ཅིག་ལས་ཀ་ཅིག་བྱས་པ་ཡིན་པ་ཡིན་ན་ང་རང་ཚོའི་ཆིག་སྒྲིལ་ཡིན་ནའི་ད་ག་རང་ནས་ཡོང་ངེས་ཅིག་དང་ང་རང་ཚོ་གི་འཐབ་རྩོད་ཡིན་ནའི་ད་ག་རང་ནས་ནུས་པ་ཐོན་ཐུབ་ངེས་ཅིག་དང་དེ་འདྲས་ཡོང་ངེས་ཅིག་མ་གཏོགས་ང་རང་ཚོ་གི་ཁ་ནི་སྙིང་པོ་ཞེས་ཨན་ཁོག་ནི་ཞེན་པ་རྐྱང་རྐྱང་བྱས་ནས་འགྲོ་བདེ་བ་ཡིན་པ་ཡིན་ན། འདིས་གིས་ང་རང་ཚོ་ང་རང་ཚོ་འགོག་དགོས་ཡོད་ད་ང་རང་ཚོ་འཐབ་རྩོད་ང་རང་ཚོ་གི་རྩ་མེད་བཏང་ཡ་ཅི་ད། དེ་འདྲིས་གི་གནས་སྟངས་ཅིག་རང་བཞིན་གི་ཆགས་བསྡད་ཡོད་འདུག། འདི་ཡིན་དུ་ད་ད་རིས་ཁ་ཚང་ང་རང་ཚོ་རྒྱལ་སྤྱིས་གི་གནས་སྟངས་ལ་ཕྱོགས་ཡོད་ད་ད་དཔེ་ན་ཆ་བཞག་ན་དཔེ་མཚོན་ཆེད་དུ་ཞུས་བ་ཡིན་ན། ད་ལྟ་ཡུག་ཀི་རིན་གི་ལུང་པ་རོ་ཅིག་ལ་དཔེ་བཞག་བ་ཡིན་ན། ད་ལྟའི་གི་ང་རང་ཚོ་གི་གནས་ཚུལ་བཟང་ཤོས་དེ་ད། མི་མང་ཚང་མས་ཀྱི་ཡིད་འཕྲོག་ས་དེ་ཡུཀ་ཀེརེན་གྱི་སྲིད་འཛིན་ཆགས་ཀྱི་ཡོད་རོ། ང་རང་འགྲོ་བའི་ཆེད་ནས་ཁོ་རང་ལ་དཔལ་ཡེ་འདི་ཡོད་རྒྱབ་སྐྱོར་ཞུ་བྱེད་མཁན་ཡིན་ཁོ་ལ་གའུ་ཞུ་ཡོད། ད་ག་ནང་བཞིན་གྱི། ད་ཡུཀ་ཀེརེན་འགྲོ་བའི་ཆེད་ལ་དཔལ་ཤར་བ་ཡིན་ན། ཡུཀ་ཀེརེན་གྱི་སྲིད་འཛིན་དེ་གི་ག་རེ་གནང་སོང། ཨ་མི་མང་གི་ག་རེ་གནང། ཡུཀ་ཀེརེན་སྲིད་འཛིན་ལ་ང་རང་ཚོ་སྤྱི་ཚོགས་ནང་ལ་བསྟོད་བསྔགས་བཏང་མཁན་མང་པོ་བཞུགས་འདུག་ག་གེ་མང་པོ་བཞུགས་འདུག་ཕལ་ཆེར།

ཡིན་པ་ཡིན་ནའི་ང་ཚོ་གར་བྱེད་དགོས་ཡུ་ཀེ་རིན་མི་མང་གི་བྱེད་སྟངས་དེ་ང་ཚོ་བྱེད་ཀྱི་མི་འདུག་དཀའ་ངལ་དེ་ལ་ཐུག་བསྡད་བཞག་ཡུ་ཀེ་རིན་མི་མང་གིས་ག་རེ་བྱེད་ཡོད་རེད་ཡུ་ཀེ་རིན་སྲིད་འཛིན་གིས་ག་རེ་ལབ་བ་དེ་ཉན་བསྡད་ང་ལུང་པ་གཡུང་དྲུག་མིན་ཁྱོད་རང་ཚོ་འགྲོ་མི་གོ་ཨ་ང་ཚོ་འཐབ་རྩོད་བྱེད་དགོས་ཀྱི་འདུག་ཟེར་དུ་གང་དེར་བ་ད་ཀི་མི་སྤུ་བོ་ཕ་སྤི་ཆེ་མི་ཚང་མ་ཡར་ལངས་ནས་ནུབ་པ་དོན་རེད་བ། ད་ང་ཚོ་ག་བྱེད་གི་རེད། ང་ཚོ་བོད་པ་ཡུག་ཀེ་རེན་སྲིད་འཛིན་འདི་གི་འོག་ལ་ང་ཚོ་བོད་པ་ཡོད་ན་ག་རེ་བྱེད་གི་རེད། ཡུག་ཀེ་རེན་སྲིད་འཛིན་གིས་ཁྱོད་རང་ཚོ་འགྲོ་མི་དགོ་ཨ། བསྡད་དགོ་ཡོད་ཨ། ང་ཚོ་རྒྱ་གར་མི་རིགས་ཆེད་དུ་བཙོ་དགོ་ཡོད་ཨ་ལ་ན་ར་ང་ཚོ་བོད་པ་ག་རེ་བྱེད་གི་རེད། ཡུག་ཀེ་རེན་སྲིད་ང་ཚོ་སྲིད་འཛིན་གིས་འགྲོ་མི་དགོ་ལེགས་ཀི་འདུག་ད་ས་འགྲོས་འགྲོ་དགོ་སོ་སོ། ཁ་ནས་ཤེས་ཡས་དེ་བཤད་ཡུག་ཀེ་རེན་སྲིད་འཛིན་གིས་འགྲོ་མི་དགོ་ལེགས་འདུག། ང་རང་ཚོ་སྲིད་འཛིན་གིས་འགྲོ་མི་དགོ་ལ་ད་སུ་གཅིག་འགྲོས་བྱུང་མི་ཡོད་ལ་ད་ད་འགྲོ་ཡས་ལེགས་ཨ་ལ་ན་ར་ཨ་ནི་སོ་སོ་འགྲོས་འགྲོས་ཡོད་ཆོག་དེ་འདྲས་བྱེད་ནས་འགྲོ་གི་ཡོད་རོ། དེའི་ཕྱིར་ནི་ང་རང་ཚོ་ནུས་པ་ཐོན་གྱི་ཡོད་མ་རེད། ང་རང་ཚོ་ལ་དཀའ་ངལ་འདི་ཡོད་རེད། ང་རང་ཚོ་ལ་སྒོ་མེད་བ་མ་རེད་ང་རང་ཚོ་ལ་སྒོ་ཡོད་རེད། ཡིན་པ་ཡིན་ནའི་སྒོ་གི་ལམ་སྟོན་གནང་བཞག་རྒྱུ་སྒོ་གི་བཀའ་སློབ་ག་རེ་གནང་གི་ཡོད་ཡིན་ནའི་སྒོ་གི་དམིགས་ཡུལ་ག་རེ་ཡོད་ཡིན་ནའི་འདི་ལ་ལྡོག་ཕྱོགས་ཀྱི་ལས་ཀ་རྐྱང་རྐྱང་བྱས་ནས་འགྲོ་བཞག་པ་ཡིན་དུས། ཨ་ང་རང་ཚོ་ལ་མི་ལོ་དྲུག་ཅུ་ལྷག་ཟིན། བཙན་བྱོལ་ལ་དེ་ཡང་རེད། ང་རང་ཚོ་ལ་ཕྱི་ཡི་རྒྱལ་ཁབ་ཀྱིས་རོགས་སྐྱོར་ཞིག་བྱས་ཡོད་རེད། ཡིན་ནའི་ང་རང་ཚོ་གནས་བབ་འདི་འདྲ་ཆགས་ཡོད་ད། ད་དམིགས་བསལ་གྱིས་ཉིས་སྟོང་བཅུ་གཅིག་ལོ་ནས་ཆབ་སྲིད་ཀྱི་སྐུ་དབང་ཡོངས་རྫོགས་ཨ་ནི་ང་རང་ཚོ་མི་མང་གིས་འོས་འདེམས་བྱས་པའི་གི་ཨ་ནི་འགོ་ཁྲིད་ལ་འདུག་གནང་ཡོད་རེད། འདི་གནང་ཡས་དེ་བ་ཡིན་ནའི་ང་རང་ཚོ་གི་རྩ་དོན་དངོས་གནས་བོད་བདེན་མཐའ་མ་སྲིད་ཀྱི་བར་དུ་ང་རང་ཚོ་གི་རྩ་དོན་མུ་མཐུད་གནས་དགོས་ཀྱི་ཡོད་ད་དེ་འདྲའི་གི་དགོངས་པ་བཞེས་པའི་ཐོག་ནས། འདུག་གནང་ཡོད་རེད། ཡིན་པ་ཡིན་ནའི་ད་ང་རང་ཚོ་གི་གནས་སྟངས་གཅིག་ལྟ་དང། ལོ་བཅུ་ནང་ལོགས་ལ། ལོ་བཅུ་གི་རྗེས་ལ། གནས་སྟངས་ག་རེ་ཆགས་ཀྱང་ད་ང་རང་ཚོ་སྒྲིག་འཛུགས་ཀྱི་གནས་སྟངས་ད་ལྟ་དམངས་གཙོ་ཀ་བ་གསུམ་འདི། ད་རང་རང་ཆ་ལང་འགྲོ་ཆགས་ཀྱི་ཡོད་རེད། ཚང་ལ་མ་ཚང་ལ་རོགས་གྱིས། འདི་སུས་བཟོས་བ་རེད། ང་རང་ཚོ་མི་མང་གིས་བཟོས་བ་རེད། འགོ་ལ་ཞུགས་མཁན་ཚོ་གིས། འགོ་ཁྲིད་རྣམ་པ་ཚོ་གིས། འགོ་ཁྲིད་རྣམ་པ་ཚོ་གིས་སྐུལ་སློང་ག་རེ་གྱི་ཐོག་ནས་འདི་འདྲའི་ཆགས་གནས་སྟངས་འདི་ཆགས་པ་རེད་ལ་ན། རྩ་བདུན་ཕག་ཞག་བཅས་དབང་བྱ་ཐབས་མཛོད། ཨ་ནི། ཐོབ་ཐང། སོ་སོ་ཡི་ཐོབ་ཐང་དང་དབང་ཆ། དེ་འདྲས་ལ་དམིགས་བྱས་ཨ་ནི་རྩ་བདུན་ཟུར་ལ་བཞག་ནས། དེ་འདྲས་ཀྱི་ཐོག་ནས་ད་ང་རང་ཚོ་གི་སྒྲིག་འཛུགས་ཀྱི་གནས་སྟངས་ད་ལྟ་བར་འདི་འདྲ་ཆགས་བསྡད་པ་རེད། འདི་ཡི་འདུག་པ་ལ་ང་རང་ཚོ་མ་འོངས་བོད་ཀྱི་མདུན་ལམ། དངོས་གནས་ཡག་པོ་ཞིག་འགོ་དགོས་ན་ང་རང་ཚོ་སྒྲིག་འཛུགས་འདི་ལ་མི་མང་གི་ཡིད་ཆེས་འཕེལ་ཐུབ་པ་དང་ང་རང་ཚོ་སྒྲིག་འཛུགས་འདི་དངོས་གནས་ཁྲིམས་ཀྱི་དབང་བསྒྱུར་གང་ལ། འགྲོ་ཐུབ་དགོས་དང་དམངས་གཙོ་ཡང་དག་པ་ཅིག་ག་ལ་འགྲོ་ཐུབ་དགོས། འདི་ང་རང་ཚོ་གནད་འགག་ཆེ་ཤོས་ནང་ཆེ་ཤོས་རེད་ང་རང་ཚོ། དེ་འདུག་འདི་འགྲིག་གི་ག་ལོག་རེད་ང་རང་ཚོ་སྒྲིག་འཛུགས་འདི་ཡང་དག་པ་དམངས་གཙོ་ཅིག་འོག་ལ་འགྲོ་ཡས་དང་དེ་ཚོ་ག་ལ་ང་རང་ཚོ་མགོ་ལ་འདེགས་ངེས་ཡིན་པ་ཡིན་ནའི་འགན་འཁྱི་དགོས་རེད་ལ། མི་དམངས་ཡིན་པ་ཡིན་ནའི་ངེས་པར་དུ་འགན་འཁྱི་དགོས་རེད། དེ་འགྲིག་གི་སྒྲིག་འཛུགས་ནང་ལོག་ལ་ཁྲིམས་དང་མ་མཐུན་པའི་དང་གང་ཟག་གི་དབང་སྒྱུར་གང་འགྲོའི་གི་རྣམ་པ་འདི་འདྲ་མཐོང་སོང་ན། ང་རང་ཚོ་མི་དམངས་ལམ་འགུག་དགོས་རེད། དེ་བདེན་མ་རེད། དེ་ཡིན་དུས་པ་ན་ང་རང་ཚོ་མདུན་ལམ་བཟོ་དགོས་ཀྱི་ན་མདུན་ལམ་ཡོད་ཞེས་པ་འདི་ནི་མ་རེད་སྐྱོགས་འགྲོ་དགོས་འདི་ལམ་ཁ་ཁ་བསྡུར་ལ་ཁྲིད་དེ་ང་ཚོ་ཚང་མས་ལན་འཁྱེར་རོགས། དེ་ཡིན་དུས་པ་ན་མ་འོངས་བོད་ཀྱི་མདུན་ལམ་ཚད་དགོས་ཀྱི་ཡོད་པ་ནི་ཡོད་ཆོག་གི་རེད་ང་ཚོ་གི་འཐུས་ཤོར་ག་བ་ནས་འགྲོ་དགོས། སྒྲིག་འཛུགས་ལ་དབུ་བ་དཔུང་སྡེ་ཞུས་ལ་དུས་ཙམ་པ་ལ། སྒྲིག་འཛུགས་ལ་དབུལ་བ་དཔུང་སྡེ་ཞུ་ཡས་ཏེ་སྒྲིག་འཛུགས་མགོ་ནས་དེ་གིན་གི་ག་རིང་ཤེས་བ་དེ་བྱས་ཏེ་དབུལ་བ་དཔུང་སྡེ་ཆགས་ཀྱི་ཡོད་མ་རེད་ཨ་རི་ཁུག་གི་ལམ་ཁ་ཀྱོག་ཀྱོག་བྱས་ན་ང་ཚོར་ལམ་ཁ་ཀླད་ས་ལམ་ཁ་ཀྱོག་ཀྱོག་ཅིག་ཀླི་རོགས། དེ་ཡིན་དུས་ག་ལ་ལམ་ཁ་ཀྱོག་ཀྱོག་ལ་འགྲོ་གི་ཡོད་ཡིན་ན་ཀྱོག་ཀྱོག་ནི་མ་ཀ་ཡས་དེ་རེད། དབུལ་བ་དཔུང་སྡེ་ལ་ན་འཐུས་ཤོར་འགྲོ་གི་ཡོད་ན་འཐུས་ཤོར་ནི་ཡོ་སངས་བྱས་ཡས་དེ་རེད་དབུལ་བ་དཔུང་སྡེ་འདི་རེད། ད་རེས་ཁ་ཚང་ང་རང་ཚོ་ཁ་ཆེར་སྒྲིག་འཛུགས་ཀྱི་ཕྱག་ལས་གནང་སྟངས་ལ་འགྲིག་མ་འགྲུག་བྱུང་ནས་གཅིག་བཤད་པ་ཡིན་པ་ཡིན་ན་ཨ་ནི་ཁོང་དགྲ་མི་ཞིག་ཚོར་བ་རེད། ཨ་ནི་དགྲ་མི་ལ་དངུལ་ཟ་མཁན་རེད། ཨ་ནི་དོལ་རྒྱལ་བསྟེན་མཁན་རེད། ཁོ་སྤྱི་ཚོགས་དཀྲུག་མཁན་རེད་ལེགས་འགྲོ། འདི་མར་དང། སྒྲིག་འཛུགས་ལ་ཤ་ཚ་ཡོད་མཁན་ཞིག་དང། དངོས་ནས་བོད་བོད་པ་ཡིན་བསམ་པའི་མི་ཞིག་ཡིན་པ་ཡིན་ན་རང་སྒྲིག་འཛུགས་འདི་ནང་ལ་ཕྱག་ལས་གནང་སྟངས་ལ་འགྲིག་མ་འགྲིག་བྱུང་ཚུལ་ན་བཤད་དགོས་ཀྱི་ཡོད་རེད། དེ་འདྲའི་ལམ་ཀ་ཏག་ཏག་ཅིག་གླེང་གི་རེད། དེ་འདྲའི་ཤེས་མཁན་ཅི་ཡང་མེད་ན་ཨ་ནི་མི་གཅིག་གཉིས་ཀྱིས་གང་བྱུང་མ་བྱུང་ཆེད་ག་རེ་བྱེད་ན་འགྲིག་པ་ཡིན་པ་ནི་ང་རང་ཚོའི་འཐབ་རྩོད་ཀྱི་གང་བ་གླེང་གི་རེད། དེ་ཚོ་དེ་ངེས་པར་དུ་དགོངས་པ་བཞེས་དགོས་ཀྱི་རེད་བསམ་གྱི་འདུག་འདི་ཡིན་དུས་ཙམ་པ་ལ་ང་རང་ཚོ་གིས་ག་རེ་གི་སྐད་ཆ་བཤད་ཀྱི་ཡོད་ན་འདྲ་ལས་ཀ་བྱེད་ཀྱི་ཡོད་ན་འདྲ་ག་རེ་བྱེད་པ་ཡིན་ནས་སོ་སོ་གིས་ལས་ཀ་བྱེད་མཁན་དེ་ཨ་ནི་དམིགས་བསལ་གྱིས་མགོ་ལ་དེད་མཁན་མགོ་འཁྲིད་ཚོ་གིས་དངོས་གནས། ལས་ཀ་ག་རེ་བྱེད་ཀྱི་ན་ལྕི་བ་རང་བསམ་ཏེ་སོ་སོ་ལྕི་བ་མི་གཅིག་ཡིན། ཆབ་སྲིད་ཀྱི་ལྟ་གྲུབ་ག་རེ་ཡིན་མེད་ལ་མ་ལྟོས་པའི་རོ། སོ་སོ་ལྕི་བ་མི་གཅིག་ཡིན་ཚར་བའི་རྗེས་ལ་ལྕི་བ་མི་ཡིན་བསམ་པའི་ཐོག་ནས་ཕྱག་ལས་གནང་དགོས་ཏེ་དཔེ་གལ་ཆེན་པོ་རེད། དེ་འདྲིས་ཀྱི་ཕྱག་ལས་གནང་ཐུབ་པ་ཡིན་པ་ཡིན་ན། ཨ་ནི་ང་རང་ཚོའི་སྤྱི་ཚོགས་འདིའི་ནང་ལ་འཆམ་མཐུན་ཡོང་གི་རེད། ཆབ་སྲིད་ཀྱི་ལྟ་བ་མ་མཐུན་པ་ཡོང་གི་ཡོད་ནས་སོ་སོ་གི་ཆབ་སྲིད་ཀྱི་ལྟ་བ། མཐུན་པ་ཅིག་མཉམ་དུ་རྐྱང་རྐྱང་ལ་ཨ་ནི་ཅིག་བྱིས་བདེ་བ་ཅིག་དང་གཞན་པ་འདི་ལ་སྣང་མེད་འགྲོ་བྱ་བ་ཡོད་ན་ཨ་འདི་གིས་ང་རང་ཚོ་སྤྱི་ཚོགས་ནང་ལོ་འགལ་ཟླ་ཡོང་གི་ཡོད་རོ། དེ་ཡིན་དུ་འགོ་ཁྲིད་ཚོ་གིས་ག་དུས་ནས་དཀྱིལ་དམག་ལ་ཞུགས་དགོས་ཏེ་གནད་འགག་ཆེན་པོ་ཞིག་རེད། འགོ་ཁྲིད་ཕྱོགས་ལ་ལྷུང་ཚར་བ་ཡིན་པ་ཡིན་ན་ཨ་ནི་སྤྱི་ཚོགས་རང་བཞིན་གྱི་དུམ་བུ་ཆག་ཡ་ཡིན་པ་དེ་སྲིད་འོ་ཟེར་རྐྱང་རེད། དེ་ཡིན་དུ་བ་ལ་ང་རང་ཚོ་གིས་འགོ་ཁྲིད་སུ་འདྲ་ཅིག་ཡིན་པ་ཡིན་ནས། མཐའ་ན་གོ་རིགས་སྤྱི་མཐུན་ཚོགས་པ་ཡིན་ན་རེད་གཞོན་ནུ་ཡིན་ན་རེད་བུད་མེད་ཡིན་ན་རེད། ད་ག་རང་ཚོ་མགོ་ལ་འཛིན་སྐྱོང་ཕྱག་ལས་གནང་མཁན་སྤྱི་འཐུས་ཡིན་ནའི་རེད། ཁྲིམས་ཞིབ་པ་ཡིན་ནའི་ཚང་མིས་ཀྱིས། སྤྱི་བའི་མི་ཞིག་གི་ཐོག་ནས་ཕྱག་ལས་གནང་གི་ཡོད་ན་ཁོ་སྤྱི་བའི་མི་ཞིག་རང་དེ་དགོས་གི་རེད། སོ་སོ་ལྟ་བ་དེ་སོ་སོ་རང་ལ་བཞག་རོགས། ཡིན་ནའི་སྒྲིག་འཛུགས་འདི་གི་དམིགས་ཡུལ་ག་རེ་རེད། སྒྲིག་འཛུགས་འདི་གི་ངོ་བོ་ག་རེ་རེད། འདི་གཞི་ལ་འཇོག་པའི་ཐོག་ནས་ལས་ཀ་བྱེད་བ་ཡིན་ན་ང་རང་ཚོ་མི་དམངས་ནང་ཁུལ་ལ་འགལ་ཟླ་དེ་ཡོང་ཐུགས་འདི་ལ་དོ་ཕོག་རུང་མ་དགོས་ལ་དེ་གཞན་དེ་གི་སོ་སོ་གི་ལྟ་བ་ག་རེ་ཡོད་བ་དེ་ལ་གང་ལ་ལས་ཀ་བྱེད་ནས་འགྲོ་བདེ་བ་ཡིན་ན་ཨ་ནི་ལྟ་བ་མ་མཐུན་པ་དེ་ཚོ་གི་རང་བཞིན་གྱི་ངོ་རྒོལ་ཆགས་ཀྱི་རོགས་ནམ་རྒྱུས་སྟོན་དགོས་ཡའི་གནས་སྟངས་ཆགས་ཀྱི་རོགས་དེ་གི་ང་རང་ཚོ་སྤྱི་ཚོགས་ནང་ཁུལ་ལ་མཐུན་འབྲེལ་ལ་དོ་ཕོག་འགྲོ་གི་ཡོད་རོགས་དེ་ཡིན་དུ་ང་རང་ཚོ་གི་འཐབ་རྩོད་ལ་ཡིན་པ་ཡིན་ནའི་ཆིག་སྒྲིལ་འདིས་ང་རང་ཚོ་ལ་དམག་རྒྱལ་བས་ཀྱི་བོད་དོན་འཐབ་རྩོད་ཀྱི་ཆེད་དུ་དམག་རྒྱལ་བས་དང་གུས་པས་ཅོ་དང་དེ་འདྲའི་གེ་དགུ་ཅིག་མེད་དེ་ང་ཚོ་ལ་ད་ཡོད་དགོས་ཡས་དེ་ང་རང་ཚོ་ཆིག་སྒྲིལ་འདི་རེད་ད་འཐབ་རྩོད་བྱེད་ཡས་ལ་ལག་ཆ་ཡོད་ན་མེད་ན་དེ་འདི་ཆིག་སྒྲིལ་འདི་མེད་བ་ཆགས་སོང་བ་ཡིན་ན་ང་རང་ཚོ་བོད་ཀྱི་མདུན་ལམ་ག་ཚོད་མོ་ག་ཚོད་ཤེས་ན་ད་ཆོ་ཡོད་མ་རེད་སྟོང་པ་རེད་ནུབ་པ་དོན་གེ་ཡོད་མ་རེད་དེ་ཡིན་དུ་ང་རང་ཚོ་བོད་དོན། མ་འོངས་བོད་ཀྱི་མདུན་ལམ་ཅིག་དངོས་གནས་འཚེ་དགོས་ཀྱི་ཡོད་བ་དང། མདུན་ལམ་ཅིག་མཐོང་དགོས་ཀྱི་ཡོད་ན། ང་རང་ཚོ་ཆིག་སྒྲིལ་དགོས་ཀྱི་ཡོད་རེད། ང་རང་ཚོ་བོད་པ་ནང་ཁུལ་ཆིག་སྒྲིལ། ཆིག་སྒྲིལ་དེ་མགོ་ལ་དེད་མཁན་ཚོ་གིས་བཟོ་དགོས་ཀྱི་ཡོད་རེད། ཕྱག་ལས་གནང་སྟངས། ཆིག་སྒྲིལ་དེ་དུམ་བུ་མགོ་ལ་དེད་མཁན་ཚོ་གིས་ཕྱག་ལས་གནང་སྟངས་ཀྱི་དུས་ནས་ཐོག་འགྲོ་གི་ཡོད་རེད། དེའི་ཐོག་མགོ་ལ་དེད་མཁན་ཚོ་གིས་སྤྱི་བའི་མི་ཅིག་ཡིན་པ་ཡིན་ན་སྤྱི་བའི་མི་གི་འདུ་ཤེས་ཀྱི་ཐོག་ནས་ཕྱག་ལས་གནང་བ་ཡིན་ན་འོག་ལ་འཁྲུག་ཐལ་ཡོད་མ་རེད། རིང་དུ་ཆིག་སྒྲིལ་དགོས་གི་ཆིག་སྒྲིལ་འདི་ལ་ང་རང་ཚོ་གི་འདབ་ཆུང་ག་རེ་སྒུག་གི་རེད་བདེན་པ་འདི་སྒུག་གི་རེད། བདེན་པ་ལ་མ་དགའ་མཁན་སུ་གཅིག་ཡོད་མ་རེད། ང་རང་ཚོ་མི་སུ་ཡིན་པ་ནས་མི་གཅིག་གིས་མི་གཅིག་ལ་མགོ་བསྐོར་ཡོད་ན་མི་དེ་བསླུ་མགོ་བསྐོར་ས་མི་དེ་བསླུ་ལང་ཡས་ཡིན་པ་རང་ཁོང་ལ་སྐྱག་རྫུན་བཤད་ས་རེད། ཚང་མ་རེད་དེ། དེ་ཡིན་དུས་གང་ལ་བདེན་པ་བཤད་སྐད་ཆ་བདེན་པ་བཤད་མཁན་དེ་ལ་མི་སུ་ཡིན་ན་གོ་བ་ཅིག་རེད་དེ་ཡིན་དུས་ཙམ་པ་ལ་ང་རང་ཚོ་གི་བདེན་པའི་སྒང་ལ། གཞི་ལ་བཞག་པའི་ཐོག་ནས་ཕྱག་ལས་གནང་བ་ཡིན་ན་ང་རང་ཚོ་ཆིག་སྒྲིལ་ནས་དེ་ནི་རང་ཡོང་བདེ་སྐྱིད་དང། ང་རང་ཚོ་གི་ཆིག་སྒྲིལ་ཡོང་བ་ཡིན་ན་ང་རང་ཚོ་འཐབ་རྩོད་ཡིན་པ་ནི་ནུབ་པ་དོན། དེ་འདྲིས་ཀྱི་གནས་སྟངས་ཡོང་བའི་དུས་སྐབས་ལ་ང་རང་འགོ་ལ་ཞུགས་མཁན་ཚོ་ཡང་ངོ་ནས་འགན་འཁྱི་བའི་ཐོག་ནས་ངོ་ནས་ཕྱག་ལས་གནང་བའི་སྐབས་ལ་དྲང་བདེན་དང། ཞིག་འདུ་བ་དང་དམ་བཅའ་ནང་ལོག་ལ་ཆ་ཚང་ཡོད་རུང་བ་དང། དེ་དུས་གང་ལ་དྲང་བདེན་ལྷག་བསམ་ཟོལ་མེད་སྒོ་ནས་ཕྱག་ལས་གནང་གི་དང་དམ་འབུལ་བྱེད་ཀྱི་ཡོད་རེད་དེ་ཡིན་པ་ཡིན་ནའི་འདི་གཞིས་ཆགས་ཀྱི་ལས་ཕྱག་ལས་གནང་བ་ཡིན་པ་ཡིན་ན་ང་རང་ཚོ་སྤྱི་ཚོགས་འདི་དུམ་བུར་འགྲོ་ཡོན་ཡོད་མ་རེད། ཡིན་པ་འདི་འདྲས་ཀྱི་གང་ལ་ཐུགས་ཤོར་ཕྱིན་རྗེས་ཨ་ནི་ང་རང་ཚོ་སྤྱི་ཚོགས་འདི་སྡུག་ས་དུམ་བུ་ཆགས་འགྲོ་གི་ཡོད་རང་དེ་ཡིན་དུས་ཙམ་པོ་ལ་འདི་འདི་འདྲས་ཀྱི་ཐོག་ནས་ཨ་ནི་སྒོ་ལ་ཞུགས་མཁན་ཚོ་གི་དམིགས་བསལ་གྱི་དེ་འདྲས་ཀྱི་ཐོག་ལ་འགན་འཁྱེར་དགོས་ཡོད་དེ་ཧ་ཅང་གལ་ཆེན་པོ་དང་ཨ་ནི་ང་རང་ཚོ་མི་མང་ཚོ་ཡིན་པ་ཡིན་ན་དེ་དེ་བཞིན་གྱི་ཨ་ནི་དེ་འབའ་ལ་རྒྱབ་སྐྱོར་བྱེད་དགོས་རེད་དང། དངོས་གནས་ཁོ་རང་ཨ་ནི་གཅིག་སྒྲིག་འཛུགས་ལ་དགའ་ལ་མ་འགྲིག་པའི་གནས་སྟངས་འདི་འདྲའི་དང་གཅིག་འཐབ་རྩོད་ལ་དོ་ཕོག་འགྲོའི་གི་གནས་སྟངས་མཐོང་བ་ཡིན་པ་ཡིན་ན་ད་ག་རང་སྐད་རྒྱག་ཨེ། གནད་ཁ་ཆེན་པོ་འདི་རེད་བསམ་གྱི་འདུག་འོ་དེ་ཅིག་ཞུ་ཡ་ཡིན། དེ་ཡིན་དུ་བ་ལ་ད་ད་ལྟའི་གི་ང་རང་ཚོ་གི་སྒྲིག་འཛུགས་ཀྱི་གནས་སྟངས་འདི་ཡི་ཐོག་ནས་སོ་སོ་འགྲོ་བོ་ཅིག་ཡིན་ན་ད་མ་འོངས་བོད་ཀྱི་མདུན་ལམ་ཟེར་ན་དུས་ཙམ་པ་ལ་འདི་ག་ལ་ཉེན་ཁ་ག་རེ་མཐོང་གི་འདུག་ཟེར་ན་ནི་ད་ངས་སོ་སོས་གི་ཉེན་ཁ་གཉིས་འདི་ཞུ་སྙིང་འགྲོ་སོང། ཉེན་ཁ་དང་པོ་དེ་ག་རེ་བྱུང་གི་འདུག་ཟེར་ན། འདས་པའི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་དྲ་རྒྱ་ཡོད་མེད་ཀྱི་གནས་སྟངས་ཡིན་ན་མི་ཤེས། གཅིག་ཤེས་ན་འགྲིག་གི་ཡིན་གྱི་རེད། ཡིན་པ་ཡིན་ནའི། ང་རང་ཚོ་སྤྱི་ཚོགས་ནང་ལོགས་ལ། བཀའ་ཤག་གོང་མས་ཀྱི་ཕྱག་ལས་གནང་སྟངས་ལ་བཀའ་ཤག་འོག་མས་ཀྱི་ཨ་ནི་འགྲིག་མ་འགྲིག་གི་བཀའ་མོལ་གསུང་མཁན་དེ་ཞེ་དྲག་ཡོད་མ་རེད། སྐྱབས་རྗེ་ཟམ་གདོང་རིན་པོ་ཆེ་གི་ལོ་བཅུ་གནང་ཡོད་རེད་འདི་གཉིས་ལ་བཀའ་བློན་ཁྲི་པ་གཞོན་པ་ཇོ་ཇོ་ཐུབ་བསྟན་ལགས་རེད་ཁོང་རང་ཚོ་མང་པོ་ཅིག་གིས་གནང་ཡོད་རེད་དེ། བཀའ་ཤག་པ་རུ་ལ་འགྲན་རྩོད་ཀྱི་རྣམ་པ་ཅིག་བྱུང་མྱོང་ཡོད་མ་རེད། ད་ཉིས་སྟོང་བཅུ་དྲུག་ནི་ཞེས་ང་རང་ཚོ་ལ་འདི་གསར་བ་ཞིག་ལས་ན་ཚ་གསར་བར་འདི་འདི་ངས་ཉེན་ཁ་ཆེན་པོ་ཞུ་ཐོང་དགོས། ང་ཚོ་གི་སྒྲིག་འཛུགས་འདི་མུ་མཐུད་ནི་ཡག་པོ་ཞིག་དང་ས་སྟེང་གཉིད་སྤུ་གི་ཡོ་ཡིན་ན་བཀའ་ཤག་གོང་མེད་ཀྱི་ཕྱག་ལས་གནང་བ་འདི་ལ་འཇུག་སྐྱོང་བྱེད་ནི་ཡར་རྒྱས་བཏང་ཐུབ་པོ་མེད་ན་འདི་མུ་མཐུད་ནི་འགྲོ་ཞིང་བཀའ་ཤག་གོང་མེད་ཀྱི་འདིའི་སྒང་ལ་བསྣུན་པའི་ཡར་རྒྱས་ག་རིགས་བཏང་ཡ་འདུག་ཟེར་ནས་དགོངས་པ་བཞེས་ནས་མུ་མཐུད་ནི་འཇུག་སྐྱོང་དགོས་འདི་ལས་འགན་ཆགས་ཀྱི་ཡོད། ཡིན་པས་ནས་ད་ཉིས་སྟོང་བཅུ་དྲུག་ནི་ཞེས། གནད་དོན་འདི་དང་འབྲེལ་བའི་ཐོག་ནས་བཀའ་མོལ་མང་པོ་གསུང་གི་ཡོད་རེད་ད། ད་ལྟའི་བཀའ་ཤག་གིས་འདི་ཚོ་ཁྲིད་དེ་ངེས་པར་དུ་དགོངས་པ་བཞེས་དགོས་རེད་བསམ་འདུག་ང་རང་ཚོ་མ་འོངས་པའི་བོད་ཀྱི་མདུན་ལམ་དེ་ཡག་པོ་དགོས་ཀྱི་ཡོད་ན། ང་རང་ཚོ་སྒྲིག་འཛུགས་སྲ་བརྟན་དགོས་ཀྱི་ཡོད་ན། དེ་ཡིན་དུས་སྐོར་ལ་མ་འོངས་པ་ད་ལྟའི་བཀའ་ཤག་ལོ་ལྔ་ཡང་ན་མང་ན་ལོ་བཅུ་རྗེས་ལ་ཨ་ནི་གལ་སྲིད་བཀའ་ཤག་གསར་བ་ཅིག་སླེབས་ན་འདི་གིས་ད་ལྟའི་བཀའ་ཤག་ནང་བཞིན་གྱིས་ཨ་ནི་བཀའ་ཤག་གོང་མས་ཀྱི་ཆ་ཚང་གི་མེད་བ་བཟོས་ཨ་ནི་ཅིག་བྱེད་བདེ་བ་ཡིན་ན། ཨ་ནི་ང་རང་ཚོ་གིས།

ང་རང་ཚོ་མི་མང་ནང་ཁུལ་ལ་གཅིག་གཅིག་ལ་ཕན་ཚུན་སོ་སོ་གིས་གང་བོ་གཉིས་བོ་ཐོག་ལ་འགྲེལ་བཤད་རྒྱག་དགོས་ན་དོན་འདི་ངེས་པར་དུ་འགྲེལ་བཤད་རྒྱག་དགོས་འདུག་བསམ་གྱི་འདུག་དེ་འདྲས་ཅིག་གནང་མ་ཐུབ་པ་ཡིན་པ་ཡིན་ན། ང་རང་ཚོ་གི་སྒྲིག་འཛུགས་འདི་ལོ་ལྔ་ལྔ་ལ་མི་གསར་བ་རེ་རེ་རེ་རེ་ལས་འདུག་ག་ལ་ཨ་འདི་གི་ནང་ཁུལ་གཅིག་གཅིག་ཙོག་པ་རྐྱང་རྐྱང་བརྒྱབ་བསྡད་ཆེད་ཨ་རྩ་དོན་རྦད་བརླག་འགྲོ་ཡོད་དང་ཨ་ང་རང་ཚོ་ཆིག་སྒྲིལ་རྦད་དུག་ཏུ་དུག་ཏུ་འགྲོ་ཡོད་ཀྱི་ཉེན་ཁ་གཅིག་མཐོང་བསྡད་ཀྱི་འདུག་བསྡད་ཀྱི་འདུག་འདིའི་སྒང་ལ་ཨ་མ་འོངས་བོད་ཀྱི་མདུན་ལམ་གྱི་ཚོགས་ཆེན་བྱེད་མ་གཏོགས་ག་དུས་ཚོགས་ཀྱི་ཡོད་ལ། འདིའི་ཐོག་ལ་ངེས་པར་དུ་ཕྱོགས་ཡོངས་ཚང་མ་ནས་དགོངས་པ་བཞེས་པའི་ཐོག་ནས་གོ་བསྡུར་ལྷུག་པོ་ཅིག་གནང་ཡས་དང་ཨ་རིའི་ནང་ཕན་ཚུན་གྱི་ཐོག་ནས་སློབ་གསོའི་རྒྱབ་རྩ་དང་དེ་འདྲས་ཡོང་ཡས་ན་ངེས་པར་དུ་རྒྱ་ཡ་གལ་ཆེན་པོ་མཐོང་དགོས་འདུག་འོ་དེ་གཅིག་ཞུ་ཡ་ཡིན། གཉིས་པ་དེ། ད་ཁ་སང་ངས་ཞུ་བ་ནང་བཞིན་རེད། ད་ལྟའི་ང་རང་ཚོ་གི་བཙན་བྱོལ་སྒྲིག་འཛུགས་འདི། དབུ་མའི་ལམ་གྱི་སྲིད་བྱུས་ཐོག་ལ་འགྲོ་ཐུབ་ཀྱི་ཡོད་རེད། དེ་ཡིན་དུས་བརྩམས་པ་ལ་དབུ་མའི་ལམ་གྱི་སྲིད་བྱུས་ཐོག་ལ་བཙན་བྱོལ་སྒྲིག་འཛུགས་འགྲོ་གི་ཡོད་རེད་དེ་ཡིན་པ་ཡིན་ནའི་ང་རང་ཁ་སང་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་དབུ་མའི་ལམ་གྱི་མཚན་དེ་ཁིས་བྱེད་ཨ་ནི་ང་རང་ཚོ་སྤྱི་ཚོགས་ནང་ལ་འདྲ་མ་འདྲ་བཤད་མཁན་མང་པོ་ཞིག་ལོགས་རེད་དབུ་མའི་ལམ་ལོགས་ན་ག་བ་རིན་པོ་ཆེ་གི་དགོངས་པ་རེད་བཀའ་རེད་ཨ་ནི་འདི་ལ་བཀའ་བརྩི་གི་ཡོད་མ་རེད་དབུ་མའི་ལམ་མ་འགྲོ་གི་དུས་ཚོད་བཀའ་མ་རེད་ལ་ནི་བཤད་བསྡད་མཁན་མང་པོ་བྱོས་རེད་དབུ་མའི་ལམ་གྱི་མི་མང་ལས་འགུལ་ཁང་ནང་ཚོགས་པ་ཡོད་རེད་ཆ་ཚང་ཡོད་རེད། འདི་རེད་ད། ཡིན་པ་ཡིན་ནས་མ་འོངས་པ། ད་ལྟ་གྱོང་རོང་ཅི་ཞིག་བྱུང་ཡོད་པ། ང་ལ་ཞེད་སྣང་ག་རེ་ལེགས་ཡོད་ལ་ལ་མ་འོངས་པ། ང་རང་ཚོ་གི་འཐབ་རྩོད་དེ་དབུ་མའི་ལམ་གི་ད་དམ་ད་བོ་དུ་ང་རང་ཚོ་དབུ་མའི་ལམ་ཚོ་རེད་ནམ་ཞིག་ང་རང་ཚོ་གི་འཐབ་རྩོད་ལ་འགྱུར་བ་ཅིག་ཕྱིན་རྗེས་དབུ་མའི་ལམ་གི་འཐབ་རྩོད་དེ་ནི་ང་ཚོ་རང་བཙན་གི་འཐབ་རྩོད་གང་ལ་འདུག་གསུངས་གོམ་པ་ཅིག་སྤོས་བ་ཡིན་པ་ཡིན་ན། ད་ལྟའི་གྱོང་རོང་ཅི་ཞིག་བཞུགས་བསྡད་པའི་སྐབས་ལ་གནས་སྟངས་འདི་འདྲ་ཆགས་ཡོད་ན་ད་གཏམ་བཟང་རེད་ད། ངས་གཏམ་བཟང་ཞིག་བྲིས་དགོས་གང་ལེགས་ན། གཡོག་འདྲ་ཞེ་དྲག་ཞེ་དྲག་ཆགས་ཐུབ་གི་མ་རེད། ད་གལ་སྲིད་རྒྱ་གར་རིན་པོ་ཆེ་མ་བཞུགས་པའི་གནས་སྟངས་ཅིག་གང་ལ་འདི་འདྲས་ཅིག་ཆགས་པ་ཡིན་པ་ཡིན་ན། ང་ལ་རྔམ་བརྫངས་ཡོད་དེ་དེ་ག་རེ་ཡོད་རེད་ཞུ་བ་ཡིན་ན། ད་ལྟའི་གི་དབུ་མེད་རྣམས་གྱ་བ་རིན་པོ་ཆེ་གི་ཚིག་ཡིན་ད་བེད་སྤྱོད་བཏང་བཅས་དབུ་མེད་རྣམས་ཀྱི་ང་ལ་ཤར་བསྐྱོད་བྱེད་ཀྱི་ཡིན་ལས་མཁན་འདི་ཚོ་གིས། ཁོ་རང་ཚོ། བཙན་བྱོལ་བོད་མིའི་སྒྲིག་འཛུགས་རང་བཙན་ཆགས་པ་ཡིན་ན་འདི་འོག་ལ་འགྲོ་གི་མིན། ང་རང་ཚོ་གྱ་བ་རིན་པོ་ཆེ་ལ་དད་པ་བྱེད་མཁན་འདི། དབུ་མའི་ལམ་འགྲོ་མཁན་དེ་ཁ་ཁ་ཡིན་ནི་ཟེར་ནས་ཟུར་ལ་དོན་བྱས། ཁ་ཁ་བྱས་བྱས། ཨ་ནི་ང་རང་ཚོ་བོད་པ་དེ་ད་ག་ལ་འོག་རེད་ཕྱོགས་གཉིས་འགྲོ་བྱས། ཨ་ཡིག་གཅིག་ཁོ་རང་ཚོ་ཁོ་རང་ཚོ་འདྲ་མ་འདྲ་བྱས་ནས་དེ་འདྲས་ཀྱི་ངས་ཉེན་ཁ་ཅིག་མཐོང་གི་འོག་ད་དེ་ཡིན་དུས་ཙམ་པར་ད་ལྟ་ང་རང་ཚོ་གི་དེའི་གནས་ཚུལ་དེ་ཚོ་ང་ཚོ་ཧྲོབ་ཤིག་ང་རང་ཚོ་གི་སྤྱི་ཚོགས་ནང་ད་ལྟ་མཐོང་བསྡད་ཡོད་རེད། དཔེར་ན་ཆ་བཤད་ན་སོ་སོ་ང་ཚོ་འགྲོ་བ་ཆེན་བོད་སྤྱི་མཐུན་ཚོགས་པའི་རྒྱུན་ལས་ཡིན་པའི་སྐབས་ལ། ག་རེ་མཐོང་སོང་ཟླ་བ་ཡིན་ན་ལོ་སར། ནམ་རྒྱུན་ཡིན་ན་ལོ་སར་ཡིན་ན་བོད་རིགས་སྤྱི་འཐུས་ཚོགས་པ་འོག་ལ་ཚང་མ་མཉམ་དུ་བཏང་གི་ཡོད་རེད་འཁྲུངས་སྐར་ཡིན་ན་བོད་རིགས་སྤྱི་འཐུས་ཚོགས་པའི་གོ་སྒྲིག་འོག་ལ་བཏང་གི་ཡོད་རེད་དེ། དུས་ཚོད་གཅིག་ལ་འཁྲུངས་སྐར་ཁ་ཁ་བཏང་ཡང་དང་ལོ་སར་ཁ་ཁ། བོད་རིགས་སྤྱི་འཐུས་ཚོགས་པ་གི་གཅིག་བཏང་ཕར་འཕྱོང་དེ་ལ་ཕྱོགས་ཁ་ཁ་ཅིག་གི་གཞན་པ་བཏང་ཡན་གྱི་གནས་སྟངས་ཆགས་ཡོད་རེད་དང། དེ་ཡིན་དུས་འདི་གི་རྒྱབ་ལྗོངས་ཀྱི་གནས་ཚུལ་ལ་གཅིག་བལྟས་པ་ཡིན་པ་ཡིན་ན། མ་འོངས་པ་གི་ཁོ་རང་ཚོ་གི་དམིགས་ཡུལ་ག་རེ་ཡིན་ན་འཆར་གཞི་ག་འདྲི་ཡིན་ན།

ད་ལྟ་གཞིས་བཞུགས་ཡོད་སྐོར་ལ་བེད་སྤྱོད། གཞིས་བཞུགས་བདེ་ཡོད་སྐོར་ལ་བེད་སྤྱོད་བཏང་གི་ཡོད་དེ་ཡིན་ནའི་དེ་འབྲེལ་གྱི་ཚེ། གང་བྱུང་མ་བྱུང་བེད་སྤྱོད་བཏང་ཐུབ་མ་རོགས། ཡིན་ནའི་མ་འོངས་པ་གཞིས་མ་བཞུགས་ཡོད་སྐབས་ལ་དེ་ལས་གཞི་སྣང་ས་ཀྱི་བེད་སྤྱོད་བཏང་མ་སྲིད་ཡོད་མ་རོགས་ད་ཁོ་རང་ཚོ་གི། དམིགས་ཡུལ་གཅིག་ཟིན་མི་ཐོག་ནས། འདི་ནི་ཉེན་ཁ་ཆེན་པོ་ཞུ་ཐོང་གི་འདུག། དེ་ཡིན་དུས་ག་བར་མུ་ཆོ་གུང་བ་དང་མཐུན་པའི་ཐོག་ནས་ཤར་བསྐྱོད་བྱས་ནས་འགྲོ་གི་ཡོད་བ་ཡིན་ན་འགྲིག་གི་ཡོད་རེད་ད། དབུ་མའི་ལམ་ལ་དངོས་གནས་ང་ཡིན་ནའི་བརྒྱ་ཆ་བརྒྱ་ཐམ་པ་འདི་ག་ལ་རྒྱབ་སྐྱོར་བྱས་ནས་འགྲོ་ས་རེད། ང་རང་ཡིན་པ་ཡིན་ན་དབུ་མའི་ལམ་ག་ལ་ཤར་བསྐྱོད་བྱེད་མཁན་ཡིན། ཡིན་པ་ཡིན་ཏེ་ད་ག་བར་མུ་ཆོས་འཐེན་ཁྱེད་ཀྱིས་དབུ་མའི་ལམ་ཡིན་ལབ་རོགས་ཨ། ཨ་ནི་ལས་ཀ་འདི་ག་བར་མུ་ཆོས་བཀག་སྟེ་དགེ་བའི་ལས་ཀ་རྐྱང་རྐྱང་བྱེད་འགྲོ་བ་ཡིན་ན་འགྲིག་གི་མ་འོངས་པ་ག་བར་མུ་ཆོས་བྱེད་མ་བྱུང་བ་ལ་ཁོ་ཚོ་གིས་དེ་ལས་ཧམ་པ་ཆེ་རུ་བྱེད་ན་ཨ་ནི་ད་ང་ཚོ་སྒྲིག་འཛུགས་འདི་རང་བཙན་འཐབ་རྩོད་སྐབས་འགྲོ་བ་ཡིན་ན་ཨ་ནི་ཕར་འབྱོར་ཆོག་འདི་གིས་ཨ་ནི་ང་ཚོ་འདི་ལ་ངོས་ལེན་མེད་ད་ང་ཚོ་གཞུང་ཁག་ཨ་ཡིན་ང་ཚོ་གྱ་བ་རུང་ཆེ་དཀའ་བརྩི་གི་ཡིན་ཟེར་ནས་དེ་འདྲས་ཀྱི་ཁྲབ་དམའ་སེ་བ་མི་འདུག་ད་ང་རང་ཚོ་དེ་ཚོ་བྲིས་ཏེ་ང་རང་ཚོ་ཉེན་ཁ་དེ་ང་རང་ཚོ་ད་ལྟ་གི་མཛེས་ཚོ་རྣམ་པ་ཚོའི་མགོ་ལ་དེ་སྐད་ཚུར་འགྱིང་འཁྱིལ་བའི་ཐོག་ནས་དངོས་གནས་མཐོང་བའི་ཐོག་ནས་མ་འོངས་པ་འདི་འདྲས་མ་ཡོང་བས་ལ་ད་ལྟ་ནས་ང་རང་ཚོ་གི་མི་མང་ལ་གོ་རྟོགས་ག་རེ་སྤེལ་དགོས་ཀྱི་འདུག། དེ་ཚོ་དེ་ང་ཚོ་གོ་རྟོགས་སྤེལ་དགོས་ཏེ་དཔེ་གལ་ཆེན་པོ་ཐོན་གོ་འདུག་དེ་འདུག་དེ་འདྲས་ཅིག་ང་རང་ཚོ་གི་ཕྱི་གསལ་ནང་གསལ་མ་གནང་བ་བྱས། ཨ་ནི། མིང་དེ་དག་ང་རང་མ་འོངས་བོད་ཀྱི་མདུན་ལམ་འགྲོ་བ་ཅིག་བྱ། ཨ་ནི་སྐད་ཆ་དེ་ཨ་ནི་ཅིག་ག་ལ་སྙན་པོ་འགྲོ་བ་ཅིག་དང་ཨ་ནི། གོ་ཡ་ཡོད་བ་འགྲོ་བ་ཅིག་རྐྱང་རྐྱང་བཤད། ཨ་ནི་ཞན་ཆ་རིགས་དེ་ང་རང་ཚོ་སྤྱི་ཚོགས་ནང་ལ་འཐུ་ཤོར་དང་སྤྱི་ཚོགས་ནང་གི་ཉེན་ཁ་དེ་ཚོ་ཚང་མ་ལ་ཨ་ནི་སྐབས་འདིའི་བཞག་བྱ་བ་ཡིན་པ་ཡིན་ན། ཨ་འདི་གི་ག་རེ་བྱ་གི་རེད། མ་འོངས་མདུན་ལམ་འདི། ལོ་དྲུག་ཅུ་ལ་ག་འདྲི་ཆགས་བ་ནང་བཞིན་གྱི། མ་འོངས་རང་རྐྱང་རྒྱུར་ལོ་དྲུག་ཅུ་ཐེག་པར་གནས་སྟངས་ད་ག་རང་མ་གཏོགས་ལྷག་ས་མ་རེད། ཡིན་འདུག་ད་ང་ཚོ་ག་རེ་བྱེད་དགོས་འདུག་ཕྱི་གསལ་ནང་གསལ། གཉིས་ཚུལ་ག་རེ་ཡིན་པ་ཡིན་ད་ཚགས་ཚ་བ་དེ་ཚགས་ཚ་བ་ལ་བཞག་རོགས། དངོས་གནས། ད་མ་འོངས་པ་ང་རང་ཚོ་ད་རི་ག་ཚོ་དྲག་ཆས་ཀྱི་ཁྱོད་ནི་ག་རེ་ཡིན་ན་མཐོང་ཡས་ཡོད་ཨ་ཡིན་དུས་ཙམ་པ་ལ་ཨ་འགྲིག་མ་འགྲིག་བྱུང་སོང་བ་ཡིན་ན་ད་ག་རང་སྐོར་ནས་མཚམས་འཇོག་བྱེད་བ་ཡིན་ན།

ལ་བ་ལང་ཤི་རེད་མཛེས་བཟོ་རྣམ་པ་ཚོས་ཁེངས་ཀྱི་ཡོད་རེད། ཁྲིམས་ཞིབ་པ་འདི་ཁྲིམས་འགལ་བྱས་ནས་སླེ་ཡིན་པ། ཡི་སྒྲོ་གླུ་སྒྲོ་ད་གང་ཡང་མེད་བར་སླེ་ཡ་རེད་དེ་ཡིན་པ་ཡིན་ན་ད་འདི་ཚོ་ལ་མིག་བཙུམ་ནས་དེད་བ་ཡིན་ན་ང་ཚོ་མ་འོངས་མདུན་ལམ་ཚད་ནི་རྙེད་ཡོད་མ་རེད། ང་རང་ཚོ་ང་རང་ཚོ་གི་མ་འོངས་མདུན་ལམ་གཏོར་གི་ཡོད་རེད་བ། ང་རང་ཚོ་གི་གཏོར་གཏོར་གཏོར་ནི་ཨ་ནི་ང་རང་ཚོ་ཚད་ཀྱི་ཡོད་ལ་ན་ང་རང་ཚོ་ང་རང་ཚོ་མགོ་སྐོར་བཏང་གི་ཡོད་རེད་བ། དེ་ཡིན་དུས་ཙམ་པ་ལ་འདི་ཚོ་རིགས་འདི་ཚོ། དེ་འདྲི་འགྲོ་བ་འདི་འདྲ་ད་མ་འོངས་པ་ཡང་ཡོང་མ་སྲིད་པ་མ་རེད་དེ་འདྲི་གི་གནད་དོན་མང་པོ་ཡོད་རེད་གང་ཞིག་ན་ང་ཚོ་གི་སྒྲིག་འཛུགས་འདི་ད་ལྟའི་ཆ་ལ་ཨ་རི་རྩ་དོན་ལས་ལྷག་ཨ་རི་གང་ཟེར་དབང་ཆ་འཐབ་རྩོད་དང་ཨ་ཐོབ་ཐང་གི་རྩོད་ལེན་བྱེད་སའི་གི་སྒྲིག་འཛུགས་ཅིག་ཡིན་པ་ནང་བཞིན་རྒྱ་ཁབ་ཡོད་པའི་སྒྲིག་འཛུགས་ཅིག་ཡིན་པ་ནང་བཞིན་གི་ཐོག་ནས་ཨ་རི་ཐོབ་ཐང་དང་དབང་ཆ་འཐབ་རྩོད་བྱེད་མཁན་མང་པོ་ཞིག་ཡོང་བསྡད་གི་ཡོད་རེད་དེ་འདྲའི་ག་ཚོད་མང་ཡོང་བས་ན་དེ་ཚད་གི་རྙོག་དྲ་མང་ཡོང་གི་ཡོད་རོ་རྙོག་དྲ་འདི་འདྲའི་སྐབས་ལ་ཨ་རི་ང་རང་ཚོ་གི་འབྲེལ་བརྩོད་རྣམ་པ་ཚོས་དང་མི་མང་ཚང་མས་གི་བློ་གཟུར་བར་གནས་པའི་ཐོག་ནས། དངོས་ཡོད་གནས་ཚུལ་དང་མཐུན་པའི་ཐོག་ནས་སྐབས་མཚམས་སྐབས་མཚམས་ལ་འདི་འདྲི་གི་ཐོག་ལ་ཅིག་ལས་འགུལ་སྤེལ་ཆེད་གང་ཅིར་བཀག་ཐུག་དགོས་ཡོད་དེ་ཚོ་དེ་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག་དེ་ཡིན་དུས་སོ་སོ་གིས་ད་ད་འདས་པ་ད་ནས་ཀྱི་མ་འོངས་མདུན་ལམ་ཐོག་ལ་བོད་ཀྱི་མདུན་ལམ་གྱི་ཐོག་ལ་སྐད་ཆ་བཤད་དེ་ཨ་ནི་ད་ག་རང་འགྲོ་བ་ཅི་ཡིན་ད་ཉེན་ཁ་ཉེན་ཁ་གཉིས་དེ་གཅིག་དེ་བོད་མི་སྒྲིག་འཛུགས་དེ་མ་འོངས་པ་གཞུང་གཉིས་ཆགས་ཡས་ཀྱི་ཉེན་ཁ། གཅིག་རང་བཙན་གཞུང་དང་དབུས་མའི་གཞུང་ལ་ནི་གཞུང་གཉིས་བྱ་ཡི་བྱོ་བ། ད་ལྟ་བར་དུ་གཞུང་གཅིག་པ་བྱོ་བ་རེད་དབུ་མེད་ལམ། དེ་གི་གཞུང་དེ་གི་སྲིད་བྱུས་དེ་དབུ་མེད་ལམ་ཆགས་འདུག་པས་ཨཱ་ནི་རང་བཙན་བཟུང་མཁན་དེ་ཚོ་ཁོ་རང་ཚོ་གི་འཐབ་རྩོད་བྱེད་བ་མ་གཏོགས་ཨཱ་ནི་གཞུང་ལ་ངོ་ལོག་གོ་དང་ཨཱ་ནི་མ་འདོད་པའི་རྣམ་པ་དེ་འདྲ་གང་ཡང་ཡོད་མ་རེད་དྲང་པོ་བཤད་ཡིན་དེ་ཚོ་ཀྱི་གཟི་བརྗིད་རེད་རང་བཙན་བཟུང་མཁན་གི་དེ་སོ་སོའི་ནི་ཡིན་པ་ཡིན་ནི་ད་ག་ནང་བཞིན་གི་མ་འོངས་པ་རང་བཙན། ང་རང་ཚོ་བཙན་བྱོལ་སྒྲིག་འཛུགས་འདིའི་ངོས་ནས་རང་བཙན་ལྟ་གྲུབ་ཀྱི་ཐོག་ནས་གཞི་བཅོལ་ཟིན་པའི་ཐོག་ནས་འཐབ་རྩོད་བྱེད་ཀྱི་ཡོད་བ་ནི་དབུ་མ་ལམ་གྱི་དབུ་མའི་གཙོས་མཁན་ཚོ་ཡིན་པས་ནས་ད་ག་རང་ག་ལ་གོང་བུ་བཞེས་དགོས་ཀྱི་རེད་སྙམ་དུ་འགྲོ་དགོས་ཀྱི་རེད་བསམ་དགོས་འདུག་འདི་ང་རང་ཚོ་ངེས་པར་དུ་བསླུ་དགོས་ཀྱི་རེད་བསམ་དགོས་འདུག་དེ་འདུག་གོང་ས་མཆོག་གི་བཀའ་སློབ་དེ་ད་ག་རང་རེད། བོད་རྒྱ་ཆེའི་མི་མང་གིས་འོས་བསྡུ་གྱི་ལམ་ནས་ཐག་གཅོད་ག་རེ་གནང་བ་ཡང་འདི་ལས་ཁོང་ཤར་རྒྱུ་ཡོད་འདོད་པ་ཡོད། ད་ག་རང་རེད་གོང་ས་མཆོག་གི་བཀའ་སློབ་དེ་ཡིན་འདུག་བསམ་པ་དང་འདི་ཡིན་འདུག་ང་རང་ཚོ་ཚང་མས་ཀྱིས། གཅིག། ཕྱོགས་ཡོངས་ཚང་མ་ལ་དོ་སྣང་བྱེད་ཅིང་ཟབ་ས་བྱེད་ཅིང་ཨ་ནི་ང་རང་ཚོའི་ཀླད་པ་འདི་གཅིག་རང་ལ་ཁྲག་སྤོ་བྱེད་འདེད་མ་བདེ་བ་ཅིག་གུ་ཡངས་པོ་གི་ཐོག་ནས་ག་བ་ཡིན་ནི་གུ་སྐྱོག་བཏང་ཡས་ཡོད་བ། འདི་འདྲས་བཏང་ཡས་ཡོད་བ་ཅིག་ཡིན་པ་ན། གཟུགས་པོ་ནང་ལོག་འཁྲུགས་ཐིག་གི་མ་ར་བ། ཨ་གུ་སྐྱོག་བཏང་ཡས་ཡོད་ལ་མི་ལ་འགྲོགས་ཀྱང་ཏིས་གུ་སྐྱོག་ད་ད་ཨ་ནི། སྐེ་ཚིགས་བིས་སུ་ལའི་ད་འཇིང་ཚིགས་བིས་སུ་ལའི་རྩ་ཆུས་སུ་ལའི་འདི་འདྲས་འུག་ཡོད་ར་བ། དེའི་ཏིས་གུ་ཀླད་པ་འདི་ཏིས་གུ་ཡངས་པོ་འགྲོགས་ཅིང། བཟོས་ཐུབ་པ་ཡིན་པ་ཡིན་ན། མ་འོངས་པར་ང་རང་རྩ་དོན་ལ་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་གྱི་འདུག་འོ་འདི་ཙམ་ཞུས་ཡ་ཡིན་འདུག་བཀའ་དྲིན་ཆེ་ཡོད་ཨ་ནི་ད་ལྟ། ཨ་ཡིག་བསྐྱར་དུ་ད་ལྟ། ཁ་སང་ཀྲི་སི་ལ་གོ་སྒྲིག་གནང་མཁན་གྱི་མ་འོངས་བོད་ཀྱི་མདུན་ལམ། གོ་སྒྲིག་གནང་མཁན་གྱི་ཚོགས་མི་ཚང་མ་ལོ་ལ་ཚོགས་ཆུང་འདི་ལ་སྙིང་ཐག་པར་ཐུགས་རྗེ་ཆེ་ཞུས་ཡ་ཡིན། ཨ་ནི་ཁོ་རང་ཚོ་གིས་མུ་མཐུད་ནས་དུག་ཅིག་གོ་སྒྲིག་གནང་གི་ཡོད་ས་རེད་ཨ་ནི་མ་འོངས་པར་འདི་འདྲིའི་གི་ཚོགས་འདུ་འདི་ལ་སོ་སོས་ཡིན་ན་མཉམ་ཞུགས་ཇི་དུ་འང་བྱེད་ཀྱི་ཡིན་ཞུས་ཡ་དང་ཨ་ནི་རྣམ་པ་ཚོ་གིས། ཨ་ནི། ད་ནས་ཀྱི་བགྲོ་གླེང་འདི་གི་དམིགས་ཡུལ་འདི། ཨ་ནི་བོད་སྤྱི་བའི་རྩ་དོན་རང་ལ་ཕན་ཐོགས་ཐུབ་པ་དང་ཨ་ནི་རྣམ་པ་ཚུགས་ཀྱི་ཡིན་ནམ་མེད། རྣམ་པ་ཚུགས་ཀྱི་ཡིན་པ་ནི་ད་ག་རང་གང་ལ་དམིགས་ཅེས་ཕྱག་ལས་གནང་ཐུབ་པ་ཅིག་ལ་སོ་སོའི་ངོས་ནས་ནི་རེ་བ་དང་སྨོན་ལམ་ཞུ་ཡོད་ཞུ་ཡང་བཀའ་དྲིན་ཆེ་བཀྲ་ཤིས་བདེ་ལེགས།